སྤྲུལ་སྐུ་ཀརྨ་གླིང་པའི་གཏེར་སྦྱིན་སྦ་ཛཱ་གུ་རུའི་ཕན་ཡོན་དང་འགྲོ་དྲིལ་བཞུགས་སོ། སྦ་ཛཱ་གུ་རུ་བདེ་བ་དྲ་བགེགས་ནི་ཧུང་བླ་མ་ཡི་དམ་མཁའ་འགྲོ་གསུམ་ལ་ཕྱག་འཚལ་ལོ། བདག་སྐྱེ་མེད་ཡེ་ཤེས་མཚོ་དཀྱིལ་གྱི་ཕྱི་ནང་གསང་བའི་སྨན་དྲི་རྒྱ་ཆེན་པོ་ཕུལ་ནས་ཞུས་པ། ཀྱེ་སློབ་དཔོན་ཆེན་པོ་པད་མ་འབྱུང་གནས་ལགས་ད་ཆ་བོད་ཀྱི་སེམས་ཅན་ཐམས་ཅད་ལ་ཚེ་འདི་དང་ཕྱི་མའི་དོན་རྒྱ་ཆེན་པོ་མཛད་པ་ཤིན་ཏུ་བཀའ་དྲིན་ཉིད་ལས་ཆེ་བ། སྔར་རེག་མ་ཅན་ཕྱིས་ཀྱང་མི་སྦྱིན་པས་ཉིད་ཀྱིས་བསྒྲུབས་པ་ཉིད་ཁུ་ལྟ་བུ་སྣང་བ་ཡི་དག་སྐྱེ་མེད་ཡིན་ཀྱང་ཐེ་ཚོམ་མེད་དེ་མ་འོངས་པའི་སེམས་ཅན་བློ་སྣ་མང་ཞིང་རྨུ་གུའི་ཆེ་བ་དམ་པའི་ཆོས་ལ་ལོག་པར་ལྟ་ཞིང་ཁྱད་པར་གསང་སྔགས་བླ་མེད་ཀྱི་ཆོས་ལ་སྐུར་འདེབས་བྱེད་དུ་འོང་བས་དེའི་དུས་སེམས་ཅན་ཐམས་ཅད་ལ་ནད་མུག་མཚོན་གསུམ་བསྟར་ཞིང། ཁྱད་པར་དུ་རྒྱལ་པོའི་ཧོར་གསུམ་འབྲོག་མི་ཚང་བཤིག་པ་དང་འདྲ་བ་བོད་འབངས་སྡུག་པའི་དུས་ལ་བབ། དེ་རྣམས་སྤྱོད་པའི་གེགས་མཐའ་མང་དུ་བསྲུང་ཞིང་མ་འོངས་པའི་གང་ཟག་རྣམས་གྲུབ་ལོང་མེད་པ། ཅུང་ཟད་རེ་སྒྲུབ་འདོད་པ་རྣམས་ཀྱང་བར་ཆད་དབང་ཆེ་བ་འོང་སེམས་ཅན་ཁ་མི་འཆམ་ཚེ་དང་སྤྱོད་པ་མི་ཚང་དུས་ངན་འདས་གྲགས་ཤིན་ཏུ་དོག་པར་དཀའ་བས་དེ་འདྲ་ཡི་དུས་སུ་གུ་རུ་ཉིད་ཀྱི་སྒྲུབ་ཐབས་སྦ་བཟའ་གུ་རུ་དོན་ཁོ་ན་ལ་བརྟེན་ན་ཕན་ཅི་ལྟ་བུ་ལགས་མ་འོངས་པའི་སློབ་མའི་རྣམས་ཀྱི་དོན་དུ་གསུང་བར་ཞུ་ཞེས་ཞུས་སོ། དེ་ནས་སློབ་དཔོན་ཆེན་པོས་བཀའ་སྩལ་པ། ཨོ། དད་ལྡན་བུ་མོ་ཁྱོད་ཀྱིས་ཞུས་པ་བཞིན་དུ་བདེན་ནོ། མ་འོངས་འདི་འདྲའི་དུས་ཚོད་ལའང་སེམས་ཅན་ལ་གནས་སྐབས་དང་མཐར་ཐུག་ལ་ཕན་དུ་ངེས་པ་ཡིན་མི་མངའ་གྲུབ་མཐའ་དཔག་ཏུ་མེད་པ་ས་གཏེར་ཆུ་གཏེར་བྲག་གཏེར། ནམ་མཁའི་གཏེར་ལ་སོགས་པ་མང་དུ་སྤེལ་ཏེ་དུས་ངན་གྱི་སྐབས་ལ། ལས་ཅན་རྣམས་ཀྱི་ཐབས་རྟེན་འབྲེལ་འགྲིག་པ་ཤིན་ཏུ་ནས་དཀའ་བ་སེམས་ཅན་གྱི་བསོད་ནམས་ཟད་པའི་རྟགས་ཡིན་ནོ། འོན་ཀྱང་དེ་འབྲེལ་གྱི་དུས་ལ་བ་ཚྭ་གུ་རུའི་སྙིང་པོ་འདི་གནད་ཆེན་པོའམ་རྒྱུན་དེའམ། རི་བོ་ཆེན་པོའི་རྩེའམ་ཆུ་བོ་ཆེན་པོའི་རྒྱུད་འགྲམ་དང་ལྷ་སྲིན་འབྱུང་པོ་དར་བའི་གི་ས། སྒོ་ས་རྡོ་ལ་སོགས་པ་སྔགས་པ་དམ་ཚིག་དང་ལྡན་པ་དགེ་འདུན་སྡོམ་ལྡན་སྐྱེ་བོ་དད་ལྡན་བུད་མེད་མཚན་ལྡན་ལ་སོགས་པ་རྣམས་ཀྱི་སེམས་ཀྱི་རྒྱ་ཆེན་པོའི་ངང་ནས། བརྒྱ་སྟོང་ཁྲི་འབུམ་རྒྱལ་བ་དུང་ཕྱུར་ལ་སོགས་པ་སྐྱེས་གྲུབ་དེ་ན་ཕན་དང་ནུས་པ་བསམ་གྱིས་མི་ཁྱབ། ཡུལ་ཆོས་ཐམས་ཅད་ལ་ནད་མུག་མཚོན་གསུམ་དམག་འཁྲུག་ལོ་ཉེས་ལྟས་ངན་ཆོ་འཕྲུལ་ངན་པ་ཐམས་ཅད་བཟློག་ཅིང་ཆར་ཆུ་འབེབ་ཅིང་ལོ་ཆུ་ལེགས་པ་དང་ཡུལ་ཆོས་ལ་བཀྲ་ཤིས་པར་འགྱུར་རོ་ཚེ་འདི་དང་ཕྱི་མ་བར་དུས་གྲངས་གསུམ་ལ་རབ་བསྔོས་འབྲིང་མཉམ། ཐ་མ་རྨི་ལམ་ཡང། ཡང་ནས་ཡང་དུ་འཕྲད་ཅིང་ས་དང་ལམ་གྱི་རིམ་པར་རྫོགས་ནས་རྔ་ཡབ་རིག་འཛིན་གླིང་དུ་ཕོ་མོའི་གྲལ་དུ་ཚུད་པར་ཐེ་ཚོམ་མེད་དོ་རྒྱ་རི་དད་པ་མ་ཆགས་ན་ཡང་གཞན་གྱི་ཡིད་དུ་འོང་ཞིང་ཟས་ནོར་ལོངས་སྤྱོད་འབད་མེད་དུ་འབྱུང། སྟོང་དང་དྲི་ལ་སོགས་པ་དེ་རྣམས་ཞེན་སྣང་ཟིལ་གྱིས་ནོན་ཅིང་བྱིན་བརླབ་དང་ནུས་པ་ཐོགས་པ་མེད་པར་བསྒྲུབ་བོ། བུམ་ཐང་བརྗེ་བ་སོགས་བཟླས་པ་བགྱིས་ན་ཁམས་གསུམ་དབང་དུ་བསྡུས་སྲིད་གསུམ་ཟིལ་གྱིས་ནོན་ལྷར་བསྒྲེང་དུ་འཁྱུད། ཕྲིན་ལས་རྣམ་པ་བཞི་གང་ལ་ཐོགས་པ་མེད་པར་བསྒྲུབ་ཅིང་སེམས་ཅན་ཐམས་ཅད་ལ་ཅི་བསམ་འཕེལ་གྱི་འགྲོ་དོན། དཔག་ཏུ་མེད་པ་བྱེད་ནུས་པར་འགྱུར་རོ། རྒྱལ་བ་གསུམ་མམ་བདུན་ལ་སོགས་པ་བགྲང་བར་ནུས་ན་དུས་གསུམ་སངས་རྒྱས་རྣམས་དང་འབྲལ་བར་མེད་ཅིང་ང་དང་དབྱེར་རེ་མི་བྱེད་པར་ལྷ་སྲིན་སྡེ་བརྒྱད་ཐམས་ཅད་བཀའ་ཉན་གསུང་དུ་ཅི་བགྱི་བའི་ལས་གྲུབ་ཅིང་རབ་འདི་ལ་བྱ་ལུས་སུ་གྲུབ་འབྲིང་ཇི་དགར་འོད་གསལ་མ་བུ་སྤྲོས་ཐ་མ་ཡང་བར་དུ་ང་ཡི་ཞལ་མཐོང་ནས་སྣང་བ་རང་སར་སྤྲོས་ཏེ་རྔ་ཡབ་གླིང་དུ་སྐྱེས་ནས་འགྲོ་དོན་དཔག་ཏུ་མེད་པ་འབྱུང་བར་འགྱུར་རོ། ཞེས་གསུངས་སོ་སློབ་དཔོན་ཆེན་པོ་ལ། འདི་ལྟ་བུའི་ཕན་ཡོན་དང་ནུས་པ་དཔག་ཏུ་མེད་པ་རྒྱ་ཆེན་པོ་གསུངས་པ་བཀའ་དྲིན་ཆེ་ལ། མ་འོངས་པའི་སེམས་ཅན་རྣམས་ཀྱི་དོན་དུ་གུ་རུ་པད་མའི་འབྲུ་སྤྲུལ་གྱི་ཕན་ཡོན་ནུས་པ་དཔག་ཏུ་མེད་ན་ཡང་མདོར་བསྡུས་པ་ཞིག་གསུང་བར་ཞུ་ཞེས་ཞུས་སོ། དེ་ནས་སློབ་དཔོན་ཆེན་པོས་བཀའ་སྩལ་པ། ཧོ། རིགས་ཀྱི་བུ་མོ། བ་ཛྭ་གུ་རུ་ཞེས་པ་ནི་ངག་གཅིག་པའི་སྙིང་པོ་མ་ཡིན་ཏེ་ཡི་དམ་རྒྱུད་སྡེ་བཞི་ཐེག་པ་རིམ་པ་དགུ་དང་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ་སོགས་པའི་སྲོག་སྙིང་དུས་གསུམ་སངས་རྒྱས་ཐམས་ཅད་དང་བླ་མ་ཡི་དམ་མཁའ་འགྲོ་ཆོས་སྐྱོང་ལ་སོགས་པའི་སྙིང་པོ་དེ་ལ་ཚང་བའོ། ཚང་བའི་གྱི་རྒྱུ་མཚན་ནི་ཅི་ལྟ་བུ་ཞེ་ན་ལེགས་པར་ཉོན་ལ་ཡིད་ལ་ཟུང་ཞིག་བཟླ་བར་གྱིས་ཤིག་བྲི་བར་གྱིས་ཤིག།

ཧཱུྃ་གི་ཉོན་མོངས་ལས་གྱུར་སྒྲིབ་པ་དག། ཨོམ་ཨཱ་ཧཱུྃ་དཔལ་བཟང་གུ་རུ་པད་མ་སི་ཏི་ཧཱུྃ། ཨོམ་ཨཱ་ཧཱུྃ་གི་ཆོས་ལོངས་སྤྲུལ་གསུམ་ཐོབ། བ་ཟར་མེ་ལོང་ལྟ་བུའི་ཡེ་ཤེས་ཐོབ། གུ་རུ་མཉམ་པ་ཉིད་ཀྱི་ཡེ་ཤེས་ཐོབ། པད་མ་སོ་སོར་རྟོག་པའི་ཡེ་ཤེས་ཐོབ། སི་ཏི་རྒྱལ་བ་སྤྲུལ་པའི་ཡེ་ཤེས་ཐོབ། ཧཱུྃ་གི་ཡེ་ཤེས་ལས་གྱུར་ཐམས་ཅད་འགྲུབ། ཨོམ་ཨཱ་ཧཱུྃ་དཔལ་བཟང་གུ་རུ་པད་མ་སི་ཏི་ཧཱུྃ། ཨོམ་ཨཱ་ཧཱུྃ་ལྷ་འདྲེ་མི་གསུམ་འདུལ། བ་ཟར་དྲི་ཟ་མེ་ལས་དོན་རྣམས་ཐུབ། གུ་རུ་གཤིན་རྗེ་སྲིན་པོའི་དོན་རྣམས་དུ་པདྨ་ཆུ་ལྷ་རླུང་རྟ་དོན་རྣམས་དུ། ཚེ་འདི་གནོད་སྦྱིན་དབང་ལྡན་དོན་རྣམས་དུ་ཧཱུྃ་གི་ས་དང་ས་བདག་དོན་རྣམས་དུ་ཨོམ་ཨཱ་ཧཱུྃ་པདྨ་གུ་རུ་པདྨ་སྲིད་ལྡན་ཧཱུྃ། ཨོམ་ཨཱ་ཧཱུྃ་གི་ཕ་རོལ་ཕྱིན་པ་དྲུག་བསྒྲུབ། བ་ཟར་ཞི་བའི་ལས་ཀུན་ཐམས་ཅད་བསྒྲུབ། གུ་རུ་དགྱེས་པའི་ལས་ཀུན་ཐམས་ཅད་བསྒྲུབ།

ཨོམ་ཨ་ཨ་ཧོང་གི་སྐུ་གསུང་ཐུགས་ཀྱི་དངོས་གྲུབ་ཐོབ། བ་ཛར་ཡི་དམ་ཞི་ཁྲོའི་དངོས་གྲུབ་ཐོབ། གུ་རུ་རིག་འཛིན་བླ་མའི་དངོས་གྲུབ་ཐོབ། པད་མ་མཁའ་འགྲོའི་ཆོས་སྐྱོང་དངོས་གྲུབ་ཐོབ། སྲིད་འདིའི་མཆོག་དང་མཐུན་མོང་དངོས་གྲུབ་ཐོབ། ཧོང་གི་ཅི་བསམ་དངོས་གྲུབ་མ་ལུས་ཐོབ། ཨོམ་ཨ་ཨ་ཧོང་བ་ཛར་གུ་རུ་པད་མ་སི་ཏི་ཧོང། ཨོམ་ཨ་ཨ་ཧོང་གི་དུས་མེད་ཞིང་ཁམས་པོ། བ་ཛར་ཤར་ཕྱོགས་མངོན་པར་དགའ་བའི་ཞིང་ཁམས་པོ།

ཨོམ་ཨ་ཧུང་བ་ཛ་གུ་རུ་པད་མ་སི་ཏི་ཧཱུྃ། བ་ཛ་གུ་རུ་ལས་གཅིག་བརྗོད་པ་ཡི་དེ་ལ་གཟུགས་ཕྱིས་འཛམ་གླིང་སྣོད་དུ་ཕྱུང། དེ་ཉིད་མཐོང་ཐོས་དྲན་པའི་སེམས་ཅན་ཀུན། རིག་འཛིན་འཕོ་མེད་འདྲེ་ལ་འཁྱོལ་པར་ངེས། བསླུ་མེད་བ་ཛ་གུ་རུའི་བསྟན་ཚིག་ལ། གང་འདོད་བཀའ་བཞིན་སྒྲུབ་པར་མ་གྱུར་ན། པད་མ་ང་ཡིས་སེམས་ཅན་བསླུའམ། མི་ལུས་ངེས་པར་བཀའ་བཞིན་འགྲུབ་གྱུར་ཅིག། དད་པ་མི་ནུས་དགེ་མཚན་རྩེ་ལ་འཆོར། རླུང་ཕུག་སེམས་ཅན་སྒྲོལ་བར་ཐེ་ཚོམ་མེད། ཡང་ན། ཤིང་རྡོ་ས་ཡི་ལོགས་སུ་བྲི། རབ་གནས་བྱས་ནས་ལམ་ལ་བཀྲམ་ན་ཡང། མཐོང་བ་ཙམ་གྱིས་གནས་བརྟན་སྒྲིབ་པ་དག། ས་དེར་གནས་པའི་བྲེལ་ཟིང་བརྒྱུད་ལམ་གྱི་ཐེངས་ཤོག་དར་ལ་གསེར་གྱི་གྲི་ལ་བདོག། དོན་གྱི་འབྱུང་པོའི་གནོད་པ་བརྗེད་མི་ནུས། ཤི་ན་རོ་དང་མ་བྲལ་བསྲེགས་ན་ནི་འཇའ་ཟུན་འཇུག་ཅིང་བདེ་ཆེན་འཕོ་བར་ངེས། འབྲི་ལུགས་བདེན་པའི་ཡོན་ཏན་ཚད་ལས་འདས། མ་འོངས་སེམས་ཅན་དོན་དུ་བསྐྱོད་དེ་འབད། སྐལ་ལྡན་ལས་ཅན་བུ་དང་འཕྲད་པར་ཤོག། ས་མ་ཡ་རྒྱ་རྒྱ་རྒྱ། ལོག་ལྟ་ཅན་ལ་སངས་རྒྱ་རྒྱ་རྒྱ། དམ་སྲི་ཅན་ལ་གཏད་རྒྱ་རྒྱ་རྒྱ། སྤྲུལ་སྐུ་དཀར་དམར་གླིང་པའི་གཏེར་ནས་དྲངས་ཏེ་ཤོག་སེར་ལ་ཞུས་པའོ། དགེའོ། དགེའོ། བསོད་ནམས་དེ་ཡིས་ཐམས་ཅད་སྲིད་པ་ནས་ཐོབ་ནས་ཉེས་པའི་དགྲ་རྣམས་བམ་གྱི་སྐྱེ་རྒ་ན་འཆི་བར་ལོངས་སྤྲུལ་པ་སྲིད་པའི་མཚོ་ལས་སྤྲོ་རྣམས་སྒྲོལ་བར་ཤོག།